འདི་འདྲས་ཡོང་གི་ཡོད། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས། ཤཱཀྱའི་གཙོ་བོ་དེ་ལ་མགུལ་ཕྱག་འཚལ། ཟེར་ནས་ཡོང། དེ་སླེབས་ཡོང་དུས། དེའི་ནང་ལོགས་ལ་བྱ་ཚིག་ཏུ་སུ་ཡག་ཅིག་བཏོན་འདུག། ང་ཚོ་དཔེ་ཆ་བལྟ་ཡོང་དུས་བཙོན་པ་ལབ། ལམ་སང་ལམ་སང་བྱ་ཚིག་དེ་གའི་དེ། ད་ཁྱེད་རང་གཏང་རྒྱུ་སྦྱང་དེ་གའི་བྱ་ཚིག་སྐོར་ལ་སྦྱང་མཁན་ཅིག་ཡིན་པ་ཡིན་ན་བྱ་ཚིག་དེ་གའི་དེ་ལ་དོ་སྣང་གནང་ཡང་དེ་གལ་ཆེན་པོ་ཡིན་བ་རེད། དེ་འདྲའི་ཡིན་ཙང། འདི་གའི་ཤོ་ལོ་ཀ་གཅིག་པོ་དེའི་ནང་ལོགས་ལ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། ཞེས་ནས་བསྐྲུན་ཟེར་ཡག་བྱ་ཚིག་གཅིག་འདུག་བ། མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། ཞེས་ནས་སྐོང་ཟེར་ཡག་གི་བྱ་ཚིག་གཅིག་འདུག་བ། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས། ཟེར་ཡག་གི་གཟིགས་ཟེར་ཡག་གི་བྱ་ཚིག་གཅིག་འདུག་བ། ཨ་ནི་ཤ་ཆིའི་གཙོ་བོ་དེ་ལ་འགུལ་ཆགས་ཚེལ་ཟས་ཡག་གི་ཚེལ་གྱི་ཆ་ཚིལ་གཅིག་ཏུ་བ། ཡ། ད། དེ་འདྲས་ཡོད་པའི་ན་ལོ་ནས་དང་པོ་དེ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། བྱས་ནས་ལབ་ཡོང་དུས་དེ་གིས་བསྐྲུན་དེ་ལ་བ་འུ་ས་ཀ་ད་ཀ་ར་ད་བཀྲ་ཤིས་ཆུ་བསྐྲུན་ནག་ད་བསྐྲུན་ད་འདི་ཡང་འཇུག་ད་ཡོར་ད་འདི་ལ་ད། མ་བྲིས་པ་རེད་མ་གཏོགས་རེད་བ། ཡ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། བྱས་ནས་འདས་པ་བྲིས་ཏོ་བ། མཐའ་ཡས་འགྲོ་བའི་རེ་བ་སྐོང་ཡི་སོང་ཅེས་ནས་ས་ཀ་ད་ཀ་ན་རོ་སྐོང་ང་སྐོང་ཅེས་དུས་ད་ལྟ་བར་བྲིས་འདུག་བ། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས་ཞེས་དུས་གཟིགས་དེ་དག་དུས་གསུམ་གཟུགས་མི་འབྱོར་བ་རེད་དེ་ཡིན་རྒྱུ་གང་ཆེ་ད་ལྟ་བར་གྱི་ཚིག་དེ་བེད་སྤྱོད་བྱས་ཡོད་རེད་བ། ད་དེ་འདྲ་ཡིན་ན། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ་ཟེར་ནས་འདས་པ་བེད་སྤྱོད་བྱེད་ཡ། མཐའ་ཡས་འགྲོ་བའི་རེ་བ་སྐོང་ཡི་སུ་ཟེར་ནས་དངོས་པོ་དག་གི་ཚིག་བེད་སྤྱོད་བྱེད་ཡ། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས་ཞེས་ནས་ད་ལྟ་བའི་ཚིག་དེ་བེད་སྤྱོད་བཏང་དགོས་ཡ་གི་རྒྱུ་མཚན་ག་རེ་རེད། དེ་འདྲའི་བྱས་ནས་དོ་སྣང་གནང་ན། ཤིང་ཡན་གར་སོགས་རེད་ང་ཚོས་ཤིང་ཡན་དེ་དཔེ་དེབ་ངེས་པོ་ཞུ་ཆགས་འགྲོ་རེད། ཤིང་མ་གཏོགས་ང་ཚོ་མང་ཆེ་ཤོས་དེ་གི་མ་འོངས་པ་ད་ལྟ་བ་འདས་པ་སོང་ངེས་དེ་ལྗང་བོད་ཆུ་དྭངས་དང་ཆེ་ནས་མ་ཤི་ནས་ལྷག་དེ་ངན་སོང་འདྲ་བོ་མང་པོ་ཡོང་གི་འདུག་བ། ད་འདི་ངས་ཁྱེད་རང་རྣམ་པ་ཚོ་ལ་ངོ་སྤྲོད་འདྲ་བོ་ཅིག་བི་བི་ཅིག་མ་ཅིག་ཞུས་ན། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ་ཟེར་དུས་ཙམ་པ་ལ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་དེ་ལ་ལབ་གི་ཡོད་རེད་པ་སྐུ་ལྔ་དང་བཞི་དང་གསུམ་དང་གཉིས་ག་རེ་བཞག་ན་ཡང་ཁྱད་པ་གས་ཡོད་མ་རེད་སྐུ་དེ་གས་དེ། དེ་འདྲའི་གི་སྐུ་དེ་གས་དེ་ག་འདྲའི་རྐྱེན་ལ་བརྟེན་ནས་བྱུང་བ་རེད་ལབ་པ་ཡིན་ན་གཟུགས་སྐུ་དང་ཆོས་སྐུ་གཉིས་དེ་ལ་བཞག་ནས། གཟུགས་སྐུ་ཡིན་ནའི་འདྲ་དོ་ཆོས་སྐུ་ཡིན་ནའི་འདྲ་དོ་གཉིས་ཀ་ལོག་དེ་ག་རེ་ལྟར་ནས་བྱུང་བ་རེད་ཟེར་ན། ཕུན་སུམ་ཚོགས་པའི་དགེ་ལས་ཟེར་ནའི་འདྲ་དོ་དགེ་བའི་ཚོགས་བྱེ་བ་མང་པོས་བསྐྲུན་བཞག་པའམ་དེ་གིས་བཟོ་བཞག་པ། དེ་གིས་ཉེར་ལེན་བྱས་པ་ལ་བརྟེན་ནས་བྱུང་བཞག་པ་ཅིག་ཡིན་པ་ཡིན་ཙང་ཕུན་ཚོགས་དགེ་ལས་བྱེ་བས་བསྐྲུན་པའི་སྐུ་ཟེར་ནས་ལབ་འོང་དུས་དེ་གིས་བསྐྲུན་དེ་ལ་འདས་པ་ཁྲིད་དགོས་ཡོད་རེད་ཡིན་གཅིག་མིན་གཅིག་ཁྲིད་དགོས་རེད།

བསྐྲུན་པའམ་དེ་ཡི་ཉེར་ལེན་བྱས་པ་ལ་བརྟེན་ནས་བྱུང་བ་ཡིན་ཙང་ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུས་བྱས་ནས། འདི་ལ་ཡིན་གཅིག་མིན་གཅིག་འདས་པ་ཁྲི་ཁུག་གི་ཡོད་རེད་དེ་འདྲའི་ཆེད་ནས་ང་ཚོ་དཔེ་ཆ་བ་དེ་ཚོ་དོ་སྣང་གནང་ན་ཡག་པོ་འདུག་མཐའ་ཡས་འགྲོ་བའི་རེ་བ་སྐོང་བའི་སོང་བྱེད་དེ་སྐོང་དེ་ལ་དུས་ད་ལྟ་བའི་གི་ཚིག་དེ་བེད་སྤྱོད་བྱེད་ཐུབ་བ། འདི་སྐོང་བཞིན་པ་ཡིན་ཟེར་གི་ཡོད་མ་རེད་འདི་ད་ལྟ་བའི་གི་ཚིག་དེ་ག་རེ་བེད་སྤྱོད་ག་ཅེས་ནས་བེད་སྤྱོད་བཏང་བ་རེད་ཟེར་ན་དངོས་པོ་བདག་རེད་བ། ད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་དེ། ག་རེ་ག་རེ་བྱེད་ངེས་ཀྱི་གསུང་དེ་རེད་ཡ་ལབ་པ་ཡིན་ན་འགྲོ་བའི་རེ་བ་སྐོང་བའི་གསུང་རེད། འགྲོ་བ་རྣམས་ཀྱིས་སོ་སོ་སོ་སོས་ཀྱིས་ད་སྲིད་པ་དང་ཞི་བའི་སྡུག་བསྔལ་ལས་གྲོལ་བར་བྱེད་པའི་ཐབས་སྟོན་ངེས་ཡིན་པ་ཡིན་པ་ཡིན་ཙང་ཨ་ནི་འགྲོ་བ་རྣམས་ཀྱི་རེ་བ་སྐོང་བར་བྱེད་པའི་གསུང་ཡིན་ཙང་སྐོང་མཁན་གྱི་གསུང་ཟེར་དགོས་རེད་བ་སྐོང་བྱེད་ཀྱི་གསུང་ཡིན་པ་ཡིན་ཙང་དེ་ལ་དངོས་པོ་བདག་གི་ཚིག་དེ་བེད་སྤྱོད་བྱས་པ་རེད། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས་ཟེར་དེ་གཟིགས་དེ་ཡང་ད་ལྟ་བ་རེད། ག་རེ་བྱེད་ནི་ད་ལྟ་བ་རེད་ལབ་འོང་དུས། ཐུགས་དེ། ཇི་ལྟ་དང་ཇི་སྙེད་ཀྱིས་བསྡུས་པའི་ཤེས་བྱ་མ་ལུས་པ། ཇི་བཞིན་མ་ཇི་བཞིན་གྱི་གཟིགས་ངེས་ཀྱི་ཐུགས་དེ་རེད་པས་གཟིགས་ཡས་ཀྱི་ཐུགས་དེ་རེད་ཟེར་ལ་འོ་འདུས་གཟིགས་ངེས་ཀྱི་ཐུགས་དེ་རེད་པ་གཟིགས་མཁན། གཟིགས་མཁན་ཟེར་དགོས་རེད་པ་དངོས་པོ་བདག་གི་ཚིག་དེ་ཡིན་པ་ཡིན་ཙང་གཟིགས་ཟེར་ཡས་དེ་འདི་ད་ལྟ་བ་རེད་ཡིན་ནའི་ད་འདི་འདས་མ་འོངས་ད་ལྟ་དུས་གསུམ་ལ་ད་ཆ་གཅིག་པ་ཡིན་ཙང་ཡང་ཞི་རགས་ཁྱད་པར་ཡོད་མ་རེད་མ་གཏོགས་གང་ཅིའི་འདི་ད་ལྟ་བ་རེད། ཤ་ཆེའི་གཙོ་བོ་དེ་ལ་འགོས་ཕྱག་འཚལ་ཅི་ནས་ལ་འོ་འདུས་འོ་འདི་འདྲས་བྱས་ནས་ཕུན་ཚོགས་དགེ་ལས་བྱེ་བའི་སྤྲུན་པའི་སྐུ་ཞེས་ནས་སྤྲུན་ཟེར་མཁན་དེ་ལ་འདས་པ་ཁྲི་སྒོ་ཡའི་རྒྱུ་མཚན།

ངའི་ངོ་ནས་ཡང་དག་མཚམས་རེ་མཚམས་རེ་ལ་འདིར་མ་ཐད་གཏོང་བས་བྱ་ལོག་གིས་ལོག་གིས་སྙིང། གནད་འགག་འདྲ་བོ་དེ་འདྲ་ཁྱེད་སོང་ན་ངས་ཐད་གཏོང་བྱས་ནས་བཞག་བཞག་གིན་འདི་མཚམས་མཚམས་ཟློ་བ་ཟློ་བ་ལ་གཅིག་བཞག་བཞག་འདི་རྩོམ་པ་ལ་མི་ཁག་གཅིག་ལ་ཕན་ཐོགས་གིན་ཡོད་ས་འདྲ་ཞིག་འདུག་ང་རང་ཚོ་ཆུང་ཆུང་སྐབས་ལ་དཔེ་ཆ་འདི་སུམ་རྟགས་སྦྱང་དུས་རྩོམ་པ་ལ་ཅི། བྱེད་འདྲ་འདྲེ་འདྲ་ཟློ་བ་སྦྱང་དགོས། དུས་གསུམ་འདྲ་བོ་ཅིག་སྦྱང་དགོས་དུས་དུས་གསུམ་རང་སྦྱང་བསྡད་ཡ་མ་གཏོགས་དེ་དང་དཔེ་ཆ་གཉིས་འབྲེལ་བ་ཅི་ནས་ཐུག་ཐུབ་མ་སོང་ངས་མ་ཐིག་འདི་ནོར་འཁྲུལ་ཆེན་པོ་རེད་བཞག་བསམ་ནས་ད་ངས། དེང་སང་དྲ་རྒྱའི་དུས་རག་སོང་ཙང་དྲ་རྒྱ་རྣམས་ལ་མ་བཤད་ཡོང་ན་མི་མང་པོ་ལ་ཕན་གི་འདུག་བ། དེ་འདྲའི་རེད་ཤག་དེ་ཞུ་ཁོ་གི་ཚིག་དེ་དཔེར་ན་ཆགས་ཆགས་ཀྱི་ཡིན་ན་ད་མི་ཕང་དང་འཇམ་པའི་ཡག་ལ་ཆགས་ཚད་ཡག་དེ་རེད་བདག་མེད་སྟོན་པ་དེའི་སྲས་ཀྱི་མཆོག། མཇལ་བའི་མཛད་པ་ཀུན་གྱི་ཁུར་བསྣམས་ནས་གྲངས་མེད་བཞིན་དུ་སྤྲུལ་པའི་རྣམ་རོལ་བ་མི་ཕམ་འཇམ་པའི་ཡག་ལ་ཆགས་ཚད་ལོས་ལབ་ནས་ག་ད་ཟབ་མོ་རྟ་བཅུ་དང་རྒྱ་ཆེན་སྤྱོད་བཅུ་གཉིས་ཀྱི་ད་བླ་མ་རྣམས་ལ་ཆགས་ཚད་ཡག་དེ་གང་ལས་སླད་ཡོང་དུས་དང་པོ་དེ་ལ་ཡག་བདག་མེད་པའི་སྟོན་པ་དེའི་སྲས་ཀྱི་མཆོག་ལྟ་བུ། འཇའ་འོད་ཀྱི་མཛེས་པ་ཡོངས་སུ་རྫོགས་པའི་ཁུར་བསྣམས་ནས་ཟེར་ནས་བསྣམས་དེ་ལ། འདི་འདས་པ་ཁྲི་དོ་བ་བ་འོ་ས་ན་དང་ན་མ་ས་བསྣམས། ཁུར་བསྣམས་ནས་ཕྲ་མོའི་ཤིན་ཏུ་རྣམ་པར་རོལ་བ་བྱ་ཚིག་གཉིས་ཡོད་རེ་ད་དང། བྱ་ཚིག་གཉིས་ག་རེ་དོ། ཁུར་བསྣམས་པ་དེ་བྱ་ཚིག་གཅིག་རེད། སྤྲུལ་པའི་རྣམ་པར་རོལ་བ་དེ་བྱ་ཚིག་གཅིག་རེད། ད་འདི་ལ་ཁུར་བསྣམས་ནས་ཞེས་པའི་བསྣམས་དེ་ལ་འདས་པ་ཁྲི་དོ་བ། འདས་པ་ཁྲི་དགོས་ཡག་གི་རྒྱུ་མཚན་དེ་སྙེ་མ་དེ་ཁུར་བསྣམས་ནས་ད་ལྟ་ཁུར་བསྣམས་གི་ཡོད་མ་རེད་ཟེར་གི་ཡོད་མ་རེད།

ནས་སྒྲ་དང་སྟེ་དེ་དེ་གསུམ་དེ་འདྲའི་ཀླད་བའི་སྦྱར་ཏེ་ས་ཀྱི་བྱ་ཚིག་ཅིག་ཀླད་ཀྱི་ཡོད་ན་བྱ་ཚིག་ངོ་མ་དེ་ལ་ག་རེ་བྲི་དགོས་རེད་ལགས་ན་དུས་འདས་པ་བྲི་དགོས་རེད། དེ་ལ་ང་ཚོ་ཨ་ལ་དོ་ཤི་རིན་པོ་ཆེ་གི་བྱ་ཚིག་ལས་སྤྱོད་པ་རི་བོའི་གྲུ་ཚིག་གི་ནང་ལ་རིམ་ཅན་གྱི་དུས་འདས་ཚིག་ཡིག་ཟེར་མཁན་དེ་རིམ་པ་རེད། ཁོ་ཡིན་གཅིག་མིན་གཅིག་བལྟ་ཁག། འདས་པ་ཞིག་ན་ལ་བྱུང་ཚར་བ་རེད་ཟེར་གི་བ་མ་རེད། སྤྲུལ་པའི་རྣམ་པར་རོལ་བ་སྤྲུལ་པའི་རྣམ་པར་རོལ་བ་དང་ཁུར་བསྣམས་པ་གཉིས་ག་རེ་དངོས་ལས་བྱུང་བ་རེད་ཟེར་ན་ཁུར་བསྣམས་པ་དེ་དངོས་ལས་བྱུང་བ་ཡིན་ཙང། ཁུར་བསྣམས་ནས་སྤྲུལ་པའི་རྣམ་པར་རོལ་བ་བྱས་ནས་བསྣམས་དེ་ལ་འདས་པ་ཁྲིག་པོ་གོ་བ་ཡོད་རེད། དཔེར་ན་ང་ང་ཚོ་འདི་འདྲའི་ལ་གི་ཡོད་དེ་རེད། ཨ་ནི་དེ་རིང་ངས་ཁ་གསོ་གི་རེད། ང་ཚོ་གི་ཚོགས་པ་འདི་གི་ཚབ་བྱས་ནས་ཨ་ནི་ཁྱེད་རང་ཚོ་ལ་སྐད་ཆ་ཅིག་བཤད་གི་ཡིན་ལ་དུས་རྩོམ་པ་ལ་དེ་ན་ལ་བྱ་ཚིག་གཉིས་འདུག་བ། ཚབ་བྱས་ནས

དེ་གི་འདས་ཚིག་དེ་ག་ཅི་ནས་བྲི་དགོས་བ་རེད་ཟེར་ན་སྒོ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་མངོན་དུ་བྱེད་པ་དང་སངས་རྒྱས་པ་གཉིས་ག་འདི་སྔོན་ལ་བྱུང་དགོས་རེད་ལ་ན་སྒོ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་མངོན་དུ་བྱེད་དགོས་པ་ཡིན་ཙང་ཨ་ནི་སྔོན་རྣམས་ནས་ཨ་ནི་མངོན་དུ་བྱས་ནས་ཟེར་ཡ་དེ་ཚོ་བྲིས་ལ་ག་དུས་ཡིན་ནས་འདས་པ་བྲི་དགོས་རེད་ད་འདས་པ་འདས་བརྒྱ་ཆ་དགུ་ཅུ་གོ་དགུ་ལ་བྲི་དགོས་རེད་མ་མགོ་ཡ་དེ་འདྲའི་ཚིག་ཁ་ཤས་ཁ་ཤས་ཅིག་ང་ཚོ་ག་རེ་བྱེད་དགོས་རེད་བས་ནི་ཕི་གེ་བཀའ་འགྱུར་བསྟན་འགྱུར་ནང་ལ་དོན་གི་རེད།

ཟབ་མོ་ལྟ་སྤྱོད་ཀྱི་ཐོག་ནས་མ་བརྒྱུད་ས་སྟེ་ཀླུ་སྒྲུབ་དེ་ཉིད་དེ་ལ་མཆོད་པ་བརྗོད་ཡ་ས་སྟེ་སླད་ཡོང་དུས། ཤིན་ཏུ་སྤོབས་པར་དཀའ་བའི་རྒྱལ་པོའི་ཡུམ། ཇི་མ་ཇི་བཞིན་བསྒོམ་པ་འདྲིལ་མཛད་བྱས་ནས་འདི། ཨའུ་འགའ་ར་དང་འདྲ་ནི་མི་འདྲེ་ལ་འདྲིལ་བྱས་ནས་དུས་ད་ལྟ་བ་དེ་ཁྲི་དུ་བ། དུས་ད་ལྟ་བ་ཟེར་ནས་འདི་དངོས་པོ་བདག་རེ་ཡིན་རྒྱུ། དངོས་པོ་བདག་གི་ཚེ། ཇི་ག་རེ་རེད་ཟེར་དུས་ཙམ་པ་ལ། ཤིན་ཏུ་སྤོབས་པར་དཀའ་བ་རྒྱལ་པོའི་གི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་གི། དོན་དག་དེ་ཇི་མ་ཇི་བཞིན་བྱས་ནས་བསྒོམ་པར་འདྲེལ་ངན་དེ་སུ་རེད་འདྲེལ་པར་མཛད་མཁན་དེ་སུ་རེད། ཟེར་ནས་འདྲེན་མཁན་དེ་ལ་གི་ཡོད་ཡིན་ཙང་འདྲེན་མཁན་ལ་འོན་དུས་ཅི་ལྟར་ནས་རེད་མའོ་ཁ་ན་ཤ་མཁན་ཟེར་མཁན་དེ་སླེ་འོན་དུས་ཙམ་པ་ལ་དེ་མཉམ་དུ་སླེ་བའི་བྱ་ཚིག་དེ་ཡིན་ན་བྱ་ཚིག་ད་ལྟ་བ་ཡིན་པའི་ཆ་རེད། དཔེར་ན་བྱེད་མཁན་ལ་གི་དུ་བ་བ་ཡེ་ད་བྱ་འདྲོན་པ་བྱེད་ད་བྱེད་མའོ་ཁ་ན་མཁན་ལ་གི་རེད་མ་དུ་བ་ཡེ་ད་བྱ་ས་བྱེད་མའོ་ཁ་ན་མཁན་བྱེད་ནི་ལ་གི་མ་རེད་བ་བྱེད་འདི་ཡིན་ཙང་བྱེད་བཞིན་གོམས་པ་འདྲེལ་མཛད་ལ་དུ་བ་བྱེད་བཞིན་གོམས་པ་སྤྲེལ་མཛད་ལ་མི་དུ་བ།

བདུད། འདས་པ་བྲིས་ཡོད་རེད། གདམས་པའི་མཛོད་འཛིན་འཛིན་དེ་ད་ད་ལྟ་བ་ངོ་བོ་དག་བྲིས་ཡོད་རེད་དེ་ག་ཅི་ནས་བྲིས་ཀྱི་ཡོད་རེད། དེ་ལས་བསམ་མནོ་བཏང་ད། ཨ་ནི་ཤིང་རྟ་ཆེན་པོ་གཉིས་ལས་ལས་བཅོས་པའི་ཟབ་མོ་ལྟ་བ་རྒྱ་ཆེན་བཅོས་པའི་ལམ་མ་ལུས་ཡོངས་སུ་རྫོགས་པའི་གནད་བསྡུས་པས་གདམས་པའི་མཛོད་ཅེས་ནས་ལབ་འོང་དུས་འདི་ལ་བདུད་དེ་ལ་ཡིན་གཅིག་མིན་གཅིག་འདས་པ་བྲི་དགོས་རེད། ག་རེ་རེད་ཟེར་ན་འདི་གི་འདས་པ་དེ་ག་རེ་སྟོན་ཡོད་འགོར་ཟེར་ན་དེ་འདྲ་བའི་གི་གདམས་པའི་མཛོད་དེ་ག་རེ་གི་གདམས་པའི་མཛོད་རེད་ལབ་པ་ཡིན་ན་ཟབ་མོ་ལྟ་བ་དང་རྒྱ་ཆེན་བཅོས་པ་གཉིས་ཀྱི་ལམ་མ་ནོར་བ་ཡོངས་སུ་རྫོགས་པའི་གནད་བསྡུས་དེ་ངེད་ཀྱི་འདི་རེད། འདི་ལ་ཚང་ཚང་ནི་ཧའོ་འདའ་ཞིག་ཀྱང་འདུས་སམ་འདུས་བྲིས་ན་ཡང་སྙིང་རྗེ་མོ་ཡོད་རེད་དེ་ཡིན་ན་ཡང་ད་རྐང་བཙུགས་ནས་འདུས་པ་འདྲ་བོ་ཅིག་ལ་བྱེད་འབྲེལ་ལི་ཚིག་བྲིས་ན་ཡང་སྐྱོན་ཡོད་མ་རེད་བ་གནས་འདུས་པས་གནས་ཡང་འདུས་པས་གདམས་པའི་མཛོད་རེད་བ་དེ་འདྲ་ཡིན་ཙང་འདི་ལ་ག་དུས་ཡིན་ན་དུས་འདས་པ་ཁྲིག་རེད། རེད་བ། ད་གདམས་པའི་མཛོད་འཛིན་ཅེས་ནི་འདི་ལ་གདམས་པའི་མཛོད་བཟུང་ལབ་མི་འདུག་བ་གདམས་པའི་མཛོད་འཛིན་ལབ་འདུག་བ་ད་ལྟ་བའི་ཚིག་དེ་བྲིས་འདུག་བ་ག་ཅི་ནས་ད་ལྟ་བའི་ཚིག་དེ་བྲིས་པ་རེད་ལབ་པ་ཡིན་ན། འདི་འཛིན་ཞེས་པ་དེ་ད་ལྟ་བའི་གི་ཚིག་དེ་བྲིས་པ་ཡིན་ཙང་དངོས་པོ་དག་མཚོན་ཐུབ་ཀྱི་ཡོད་རེད། པར་འདི་མ་མི་མཛད་དེ། དེ་འདྲ་བའི་གི་ཟབ་མོ་ལྟ་སྤྱོད་དང་རྒྱ་ཆེན་སྤྱོད་རྒྱུད་ཀྱི་ལམ་མ་ནོར་བ་ཡོངས་སུ་རྫོགས་པའི་སྣོད་བསྡུས་པའི་གདམས་པའི་གི་མཛོད་དེ་འཛིན་མཁན་དེ་ཡིན་པ་ཡིན་ཙང། འཛིན་ཞེས་ནས་མཛོད་འཛིན་ཞེས་ནས་ད་ལྟ་བའི་གི་དངོས་པོ་དག་གི་ཚིག་དེ་བྲི་དགོས་རེད། འཛིན་མཁན་ལ་འོན་ཏེ་ནས་འཛིན་ཞེས་པ་དེ་སླེབས་འོན་དུས་ག་དུས་ཡིན་ནས་དངོས་པོ་དག་དང་འབྲེལ་བ་ཡོད་ངེས་ཆགས་འགྲོ་བ་རེད།

དེ་འདྲའི་ཡིན་ཙང་ད་བཟང་མོ་ལྟ་སྤྱོད་དང་རྒྱ་ཆེན་སྤྱོད་སྤྱོད་གཉིས་ཀྱི་ལམ་ཡོངས་འདི་གདམས་པའི་གི་མཛོད་ཡོངས་སུ་རྫོགས་པར་འཛིན་མཁན་དེ་བ་འདས་མ་དབེན་ཚེ་ཆོས་རྗེ་འབའ་ཏི་ཨ་ཏི་ཤ་ལ་སྤྱོད་པ་སྤྱོད་ཡས་དེ་འདུས་གསལ་ཡས་དེ་འདས་པར་བྲི་ཡས་དང་འདི་ལ་ད་ལྟ་བར་བྲི་དགོས་ཡས་རྒྱུ་མཚན་དེ་འདྲའི་རེད་ཤག། དེ་ནས་རང་བྱང་གསུང་རབ་ཀུན་ལ་ལྟ་བའི་མིས་སྐལ་བཟང་ཐར་པ་བགྲོད་པའི་འཇུག་ངོགས་མཆོག་བཙལ་བས་བསྐྱོད་པའི་ཐབས་མཁས་མཛད་པ་ཡི་གསན་ཚད་བཤེས་གཉེན་རྣམས་ལ་གུས་ཕྱག་འཚལ་ལ་འོང་དུས་བརྩམས་པ་ལ། རང་བྱང་གསུང་རབ་ཀྱི་རབ་འབྱམས་རྒྱ་ཆེན་པོའི་གི་གསུང་རབ་ཡོངས་སུ་རྫོགས་པ་ལ་ལྟ་བའི་མིག་ལྟ་བུ་ཡི་ཟེར་ལྟ་བ་དེ་ལ་བ་བུ་ངས་ཀྱི་དེབ་འདི་རྣམས་ལ་བ་བུ་ལ་ད་ད་ལྟར་བྲིས་ཤག་འདི་ཕལ་ཆེར་ནོར་བ་རེད། ངས་དེབ་གཞན་པ་ཅིག་ན་བལྟ་ཡིན་འདི་བར་ལ་ད་ལྟ་བལྟ་ཡོད་མ་རེད། ག་རེ་ཟེར་ན་རང་འཇམ་གྱི་གསུང་རབ་ཀུན་ལ་ལྟ་བར་བྱེད་ངེས། ལྟ་བར་བྱེད་ངེས་ཀྱི་མིག། སེ་གོལ་བ། དེ་འདྲས་ཡིན་ཚ་ལྟ་བའི་མིག་ཟེར་ཏེ་ལྟ་བའི་མིག་ཟེར་དུས་བརྩམས་པ་ལ་འདི་ལ་བར་བྲལ་ཡོད་མ་རེད་བསམ་གྱི་འདུག་དེ་འདྲས་ཡིན་ཚ་ངས་དེབ་ག་ཤེད་ཅིག་ན་བལྟ་ཡིན་འདི་དེབ་དེ་ལ་བར་མི་འདུག་བར་མེད་པ་དེ་དེ་སྲིད་ཀྱི། རི་པའི་ག་སོ་རེད་བརྡ་སྤྲོད་རི་པའི་གཞུང་ལུགས་དང་མཐུན་པ་ཡིན་ན་བར་མེད་པ་དེ། ཡག་ག་འདྲ་བ་ཅིག་ཡོད་རེད། བྱས་ཙང་རང་འཇམ་གསུང་རབ་ཀུན་ལ་ལྟ་ངེས་ཀྱི་མིག། ཨ་ནི་སྐལ་བཟང་ཐར་པར་འབྲོས་པའི་འཇུག་ངོགས། བྷྱོ། བརྩེ་བས་སྤྱོད་པའི་ཐབས་མཁས་མཛེས་པ་ཡི་སེམས་ཅན་བཤེས་གཉེན་རྣམས་ལ་གུས་ཕྱག་འཚལ་ཞེས་ཡོན་གུ་དོ། དེ་ནང་བཞིན་བྱས་ནས་ད་ང་རང་ཚོ་གཞུང་ལུགས་འདི་ཚོ་གི་ནང་ལོགས་ལ་མ་ལྟ་གི་ལྟ་གི་བྱེད་འོང་དུས། དཔེར་ན་ཆ་ཞག་ཡིན་ན་དེ་ལ་ཡང་ཆ་གཅིག་ངེས་ཅིག་སྟོན་ག། ད་དེ་ཐ་མ་དེ་ཡིན་ད་ད་མང་པོ་ཅིག་བཞག་འདི་ན་ཆོས་སུ་སྐྱེ་མི་འདུག། ཤེས་རབ་ཟབ་མོའི་དེ་ཉིད་ལྟ་བའི་མིག་ཞེས་ནི་བདེ། ལྟ་བའི་མིག་ཞེས་དེ་ལ་བདེ། དེ་ལ་ཕར་མངོན་རྒྱུ་བྲིས་མི་འདུག་ག། ཤེས་རབ་ག་ལ་ད་ང་ཚོ་ལམ་རིམ་གྱི་འདི་ལ་ད་གས་ཆ་འདི་ཤེས་ས་འདྲ་པོ་དེ་ཡིན་ན་ད་ང་ཚོ། བྱང་ཆུབ་ཀྱི་སེམས་བསྐྱེད་བསྐྱེད་རྩ་བའི་ཆོས་སྐུ་དེ་ལ་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་ཕར་ཕྱིན་དྲུག་ལ་བསླབ་ཚུལ་བཤད་པའི་སྐབས་ཀྱི་ཐ་མ་ཤེས་རབ་ཀྱི་ཕར་ཕྱིན་ལ་བསླབ་ཚུལ་གང་ལ་དེ་རེ་ད་ཤེས་རབ་ཟབ་མོས་དེ་ཉིད་ལྟ་བའི་མིག་ཟེར་ནས་ལྟ་དེ་ལ་འདས་བག་ཡོད་མ་རེད། སྲིད་པའི་རྩ་བ་དྲུངས་ནས་འབྱིན་པའི་ལམ་ཅེས་ནས་འབྱིན་དེ་ལ་ད་ལྟ་བ་བྲིས་ཡོད་རེད། གསུང་རབ་ཀུན་ལས་སྔགས་པའི་ཡོན་ཏན་གཏེར། གཏི་མུག་མུན་སེལ་ཟེར་ནས་ས་འབྲུམ་བུ་སེལ་ལ་སེལ་ད་ལྟ་བ་བྲིས་ཡོད་རེད། དེ་འདྲའི་ཡིན་ཚ་འདི་ཚོ་བྲིས་ལ་གོ་རྒྱུ་ཆེན་པོ་ཞིག་རག་ཡོད་རེད་བ། ནི་ཤེས་རབ་ཟབ་མོའི་དེ་ཉིད་ལྟ་བའི་མིག། ཤེས་རབ་ཟབ་མོའི། ནི་ཤེས་རབ་དེ་ག་རེ་རེད་ཟེར་དུས་ཙམ་པ་ལ་ཟབ་མོའི་གི་དེ་ཉིད། དེ་ཁོ་ན་ཉིད་རྟེན་འབྱུང་གི་དེ་ཁོ་ན་ཉིད་ལྟ་བའི་མིག་ལྟ་བུ་དེ་རེད། དེ་གི་བྱ་བ་ག་རེ་བྲི་གི་ཡོད་རེད་ཟེར་ལབ་པ་ཡིན་ན་སྲིད་པའི་གི་རྩ་བ། ནི་སྲིད་པའི་གི་ད་འཁོར་བའི་གི་རྩ་བ་བདེན་འཛིན་བཞག་ནས་བདེན་འཛིན་དེ་གའི་དེ་གི་ཞེན་ཡུལ་རྩ་བ་ནས་སུན་ཕྱུང་གི་ཡོད་རེད། ནི་དྲུང་ནས་འབྱིན་པའི་ལམ།

ཟབ་མོའི་དེ་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་དེ་རེད་བ། ཤེས་རབ་དེ་སྲིད་པའི་རྩ་བ་དྲུག་ནི་འབྱིན་མཁན་དེ་རེད་པས། དབྱུང་བ་དེ་རེད་ལབ་པ་ཡིན་ན་འབྱིན་མཁན་དེ་ཡིན་པ་ཡིན་ཙང་སྲིད་པའི་རྩ་བ་དྲུག་ནི་འབྱིན་པའི་ལམ་ཞེས་ནི་ད་ལྟ་བའི་ཚིག་དེ་བྲིས་པ་རེད། ད་ནང་བཞིན་གྱི་གསུང་རབ་ཀུན་ལས་སྔ་བའི་ཡོན་ཏན་དེ་གཏི་མུག་མི་སེལ་སྒྲོན་མེ་མཆོག་དང་གྲགས་སེ་ལའོ་དེ་ཙམ་པ་ལ། དེ་འདྲ་བ་གིས་ནི་ཟབ་མོ་སྟོང་བ་ཉིད་རྟོགས་པའི་ཤེས་རབ་དེ་གཏི་མུག་པའི་མུན་པ་དེ་སེལ་ངེས་རེད་བ། དེ་འདྲས་ཡིན་ཚ་ས་འབྲིང་པོ་སེལ་ལ་ཅིག་སེལ་ལ་བྲིད་དོ་བ་དེ། ཨོ། དེ་འདྲས་ལ་བསམ་བློ་བཏང་ནས་ད་དེ་དེ་ཕན་ཚན་ཙང་ཞིག་རེད་ད་དེ་མང་བོ་མ་ཤེས་རོགས། ཡང་ངས་ལམ་རིང་ཤེས་རྒྱུ་འགྲོ་བ་ཆགས་འགྲོ་རེད་བྲོ་བ་ཡོད་མ་རེད། ངས་བྱེད་སྒྲ་འདྲེ་སྒྲ་མ་གཏོགས་ལམ་རིང་ཞིག་མ་རེད། དེ་འདྲས་ཡིན་ཙང་ད་ང་ཚོ་ཨ་ནི་དཔེ་ཆ་ལྟ་ངེས་དུ་སོ་ཁྲེ་གིས་ཨ་ནི། བྱ་ཚིག་ལ་དོ་སྣང་གནང་ངེས་ཡིན་ན་ད་དེ་རིང་ངས་བྱ་ཚིག་གཅིག་པོ་ཞིག་ལ་ངས་དམིགས་སུ་བཀར་ནས་ལྟོས་ཡིན་ད། བྱ་ཚིག་ལ་དོ་སྣང་གནང་མཁན་ཡིན་ན་ཨོ་ད་འདི་ལ་སྐོང་ལ་ཞག་འདི་ལ་ད་ལྟ་བ་གར་བྱས་ནས་བྲིས་རེད་ཨོ་འདི་ལ་འདས་པར་བྲིས་ཞག་འདས་ར་བ་གར་བྱས་ནས་བྲིས་རེད་ཟེར་ནས་དོགས་པ་ཟ་གི་ཟ་གི་ཀློག་ན་དེ་ནི་ང་ཚོ་དཔེ་ཆ་བ་ཟེར་མཁན་དེ་ལ་ཆུང་ཆུང་ག་ནས་ཡག་པོ་ཞུ་ཅིག་བསླབ་བཞག་ཡོད་རོགས་དེས་གཞན་ལའང་རིགས་འགྲེ་བ་བྱའོ་ཟེར་ཅིག་བསླབ་བཞག་ཡོད་ཙང་ཅིག་ཤིག་ན་ཨ་ནི་ཐམས་ཅད་ལོ་ལ་ཤིང་འགྲོ་ཡག་ཡོད་རེད་བ་ད་ང་ཚོ་ཆུང་ཆུང་ག་ལ་དེ་དཔེ་སྦྱང་དེ་དུས་ཙམ་པ་ལ་དེ་ཕྱིན་ནས་ཧ་མ་གོ་དེ་ཧ་ཕྱིན་ནས་མ་གོ་ནས་ཨ་ནི་གར་བཟོ་དགོས་རེད་བས་ནི། ཏག་ཏག་ཅིག་ཧ་མ་གོ་ནས་སྦྱང་སྟངས་འགྲམ་གྱི་སྨྲ་ཤིང། ཁྱེད་ཚང་ཞུགས་ཀྱི་ལྷག་བཞག་དེ་འདྲས་ཡིན་ཙང་ད་ལྟ་གཞི་ནས་ད་ངས་མགོ་ཚུད་ངེས་འདྲ་ཅིག་བྱེད་ཡོང་གི། ཨ་ནི་དེ་ཡིས་ང་རང་གི་ཤེས་ཡན་དེ་བྱས་རྣམ་པ་ཚོ་ལ་ཡང་དཀའ་ལས་འདི་དེ་འདྲས་དེ་འདྲས་འདྲ་བོ་ཁ་ཤས་ཁ་ཤས་དོང་བྱུང་སོང་ན་ངས་མ་ཞུ་གི་ཡིན་དེ་འདྲས་བྱས་ནས་དཔེ་ཆ་བལྟ་བའི་སྐབས་དེ་ལ་ཚིག་གི་འདྲ་པོ་ཅིག་ག་རེ་འདྲ་ཅིག་དོན་གུ་ཡོད་ན་ཡང་འདི་གི་ཚིག་དེ་ག་རེ་བྱས་ནས་བྲིས་ཡིན་ནམ། ད་སྟོན་པ་ལབ་ཤག་སྟོན་པ་ཟེར་ཡག་གི་སྟོན་དེ་ལ་ད་ལྟ་བ་ག་རེ་བྱས་ནས་བྲིས་རེད་དེ་འདྲ་ཡིན་ཆད་ནས་དོ་སྣང་གནང་བྱེད་འགྲོ་ན་ད་གཅིག་ཤིང་ཚ་ན་ཐམས་ཅད་ཤིང་ཚ་བ་དང་བྱིས་པ་ཡིན་ཙང་ནི་ཡག་པོ་ཞིག་རག་ཡོད་རེད་བསམ་རེད་ད་ངས་ལབ་པ་དེ་ཡང་འདར་དེ་ཤར་རེད་གྲོགས་པོ་ཏོག་ཡིན་ས་རེད་ན་འོ་ལེ་སེ་དེ་འདྲས་ཀྱི་རེད་དེ་འདྲས་ཀྱི་ནི་ཐུགས་སྣང་གནང་རོགས་གནང་ཞུ་རྒྱུ་ཡིན་ད་དེ་རིང་འདི་ངས་སེ་བ་བྱས་ཤག་ཡིན་དོ་རྗེས་ལྷོད་ལྷོད་ལྟ་ཆོག་རེད་ཅོ་སོ། ལོ་སོ་ཐུགས་རྗེ་ཆེ།